བདག་གིས་གངས་ཅན་རྡོ་རྗེ་འཆང་ཁོང་བཙན་མགོན་ཆེན་པོ་མཆོག་ལ་གུས་ཕྱག་སྔོན་དུ་བཏང་སྟེ། འཇང་དགུན་རྒྱལ་རྗེ་ཟབ་བཀའ་བསྟན་ཁྲི་སྦྱིན་རྡོ་རྗེ་འཆང་ཆེན་པོ་མཆོག་དང། ཤར་བྱང་གི་ཆོས་རྗེ་རྣམ་པ་དབུས་པའི་རྒྱལ་སྲས་བླ་སྤྲུལ་གར་འཆམ་དགེ་བའི་བཤེས་གཉེན་དགེ་འདུན་མང་ཡོད་ཀྱིས་བཅས་པ་དང། ལྷག་པར་དུ་དེ་རིང་འདིར་གསུང་ཆོས་ལ། ཕལ་པའི་སྐལ་ལྡན་གྱི་རིགས་ཀྱི་བུ་དང་རིགས་ཀྱི་བུ་མོ་ཡོངས་སུ་རྫོགས་པ་ལ་གཉེར་སྐྱོང་ཞུ་ཡ་རེད་ཡ། ང་རང་ལྟ་བུ་ལ་མཚོན་གྱི་ཡིན་ན་ད་རིང་འདིར་གཏམ་བཤད་ཞུ་ཡ་གི་དགོས་པ་དང་འོས་བབ་གཉིས་ཀ་མེད་པའི་སུ་ར་བྱིན། ལས་དོན་ཚང་མའི་ནང་ནས་འགན་ཡུལ་ཆ་ཚང་ཐོན་རྗེས་ད་ལྟ་འདི་སྒྲིག་འཛུགས་དང། སྡེ་ཚན་གང་གིས་ང་ལ་གཏོགས་པ་དེ་འདྲ་སྐྱེས་མེད། སྟབས་བདེ་ཞུ་ཡ་དེ་ཚོས་ང་རང་སྒེར་གྱི་གང་ཟག་ཅི་འདྲ་རེད་བསམ་ཚོད་བྱེད་མ་གཏོགས། སུ་གང་གི་སྐུ་ཚབ་ཚུན་ནས་ཞུ་གི་མེད་ལ། བར་ལམ་ལས་དོན་གང་ཡང་བྱེད་ཀྱི་མེད་པ་ཡིན་ཙང། ལས་དོན་ཡང་གང་ཡང་ཞུ་ཡ་མེད། ད་ཡིན་ནས་ད་རིན་དེ། ཚིག་ག་ཤེད་ཞུ་དགོས་ཡ་དེ། ཁ་སང་འདི་ཤོ་བོ་རེས་ནས་བཀའ་ཕེབས་པའི་སྐབས་ལ་ང་རའི་བསམ་བློ་ནང་ལྷབ་དེ་ག་ལ། འདི་ཀྲི་ཡོངས་འཛིན་རིན་པོ་ཆེ་གིས་རྒྱ་རྩོམ་དེ་དྲན་སོང། འདི་ཡི་ངང་ཚུལ་བརྒྱུད་འགྲེལ་བརྒྱུད་པ་ཡིས། ལྕི་བའི་འཁོར་འདི་བཀའ་ལྕི་བཀའ་ཡི་ངོར། བློ་གྲོས་ལས་རྩལ་ཕྲ་ལས་ཕྲ་བ་ཞིག། འདི་ལ་སྤྱན་རས་དུས་སྡུག་ཀུན་དུས་སུ་ཡོད། གསུངས་པ་ན་བཞིན་འདིའི་ངང་ཚུལ་དང་གཅིག་པ་རབ་བྱས་ནས་འདི་ཞུ་ཡག་གི་འབད་རྩོལ་ཞུ་གི་ཡོད། ང་འདས་པའི་ཉི་མ་བཅུའི་རིང་ལ་ཆུ་བྱང་ཆུ་ལམ་གྱི་རིམ་པས་གསན་བསམ་གནང་ཡག་གི་སྐལ་བཟང་གོ་བབ་བླ་ན་མེད་པ་བྱུང་བ་རེད། དེ་ལ་བརྟེན་ནས་བདུད་ཀྱི་མཐའ་འདི་འདྲའི་ཆེ་ལས། དད་པ་ཆེན་པོའི་རྒྱུ་ཡིས་བསྙེན། སངས་རྒྱས་ཐམས་ཅད་ཅིག་གི་སྐུ་ཚབ་མཚོན་ནུས་པ་ལྟ་བུའི་སྐུ་མདུན་ནས་ངང་འདི་འདྲས་ཀྱི་ཆོས་ལས་སྤྱོད་ཡ་བྱུང་བ་འདི་ཧ་ཅང་སྐལ་བ་བཟང་པོའི་བསོད་ནམས་ཆེན་པོ་ཚེ་རབས་མང་པོ་ལ་བསགས་པའི་ལས་བཟང་པོའི་འབྲས་བུ་ཡིན་པ་འདི་བཤད་མ་དགོས་པ་རབ་ཅིག་རེད། ད་ལྟའི་གནས་སྐབས་ལ། འཇིག་རྟེན་སྐྱེ་འགྲོ་ཡོངས་ཀྱི། ཕན་བདེའི་གཞི་རྟེན་བླ་ན་མེད་པ་དེ། རྣམ་པ་སངས་རྒྱས་པའི་བསྟན་པ་དེ་ཡིན་པ། ང་རང་ཚོའི་ཨ་ཕའི་ཁ་ཕོར་གཙང་ཞིང་དག་པ་མ་ཡིན་པ། དཔྱོད་ལྡན་གྱི་མི་ཚང་མའི་ངོས་འཛིན་བྱེད་ཡག་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། སངས་རྒྱས་ཀྱི་བསྟན་པ་ཞུ་ཡ་དེ། ཐུབ་པ་ཆེ་ཆུང་མདོ་སྔགས་ཡོངས་སུ་རྫོགས་པའི། ལུས་འཚངས་ལ་མ་ནོར་བར་ཡོད་པ་དེ། བོད་བརྒྱུད་ནང་བསྟན་དང་དེའི་གཞུང་ལུགས་ཡང་བོད་སྐད་ལ་ཡོད་པ་དེ་མ་གཏོགས་མེད་པ་རེད། དེ་འདྲ་ཡིན་ཙང་ད་ལྟའི་གནས་སྐབས་ལ། འབྱུང་འགྱུར་སྤྱི་འགྲོས་བདེ་སྐྱིད་ཀྱི་ཆེད་དུ། སངས་རྒྱས་ཀྱི་བསྟན་པ་འཛིན་ཡག་གི་ཁུར་ཆེན་པོ་ཞེ་པོ་གཅིག། བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་སྤྱི་དང་ལྷག་པར་ང་རང་ཚོའི། བོད་རིགས་ཀྱི་ཆོས་བྱེད་ཚོ་ལ་ཡང་འབབ་ཀྱི་ཡོད་པ་དེ་སྨོས་མེད་པ་ཞིག་རེད། ཨ་ལྷག་པར་དུ་འདས་པའི་ལོ་ལྔ་བཅུ་ང་གྲངས་གཅིག་གི་རིང་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོའི་བླ་ན་མེད་པའི་ཐུགས་བསྐྱེད་དང་མཛད་འཕྲིན་བརྟེན་ནས་བོད་བརྒྱུད་ནང་བསྟན་དེ་འཇིག་རྟེན་ཁྱོན་ཡོངས་ལ་ཡང་དར་ཁྱབ་ཆེན་པོ་ཞུ་བ་ཅིག་རེད། ཆ་དེ་ཡོད་རེད། ད་དེ་འདྲ་བའི་དར་ཞབས་ཕྱིན་པ་དེ་ཡང་དག་པ་ཅིག་དག་ཚང་དུ་མ་ནོར་བ་ཅིག་བསྡད་དགོས་ཡ་དེ་སྤྱིར་དགེ་འདུན་གྱི་དེ་དང་ལྷག་པར་དུ་ཡའི་གཞུང་ཆེན་ལྷུང་ཉེན་གནང་སའི་གདན་ས་ཆེན་པོ་འདི་དགེ་དག་གིས་མཚོན་པའི་ལྟ་བཤེར་སྒྲུབ་བྱེད་ཉེན་ཚན་ལྡན་ཡོད་ས་དེ་ཚོ་ལ་ཞུ་ཅི་ར་ལས་ཡོད་དུས་སྐབས་ལ་གདན་ས་འདི་ཚོའི་ནང་ལ་དབུ་ལ་བཞུགས་མཁན་གྱི་མཁན་སློབ་རྣམ་པ་དང། ད་ག་ནང་བཞིན་དཔེ་ཁྲིད་དགེ་རྒན། ལྷུག་བརྙན་གནང་མཁན་ཚང་མ་ལོག་ལ་དམིགས་བསལ་གྱི་ཐུགས་འགན་ཅིག་ཁྲིད་ཀྱི་ཡོད་པ་འདི། ངས་ད་རེས་གལ་ཆེན་པོ་བྱས་ནས། བརྒྱ་སྟོང་སྙན་སྒྲོན་གྱི་ཚུལ་དུ་འབོད་སྐུལ་ཞུ་ཡག་གི་འདུན་པ་བྱུང་སོང། གངྒཱའི་དགོན་པ་ལི་ཡ། ད་ང་ཚོས་དཔེ་ཆ་བལྟ་གི་ཡོད། ལྷུག་གཉེར་ཡག་པོ་བྱེད་ཀྱི་ཡོད། སྔར་ལྷང་ཕྱི་ཉན་བྱས་ནས་དཀའ་ལས་རྒྱག་གི་ཡོད། དགོན་པ་རུ་ཅིག། ཏན་ཏན་ཡོད་རེད་གནང་གི་ཡོད་རེད། ཡིན་ནའི། སྤྱི་བདག་ཉིད་ཆེན་པོས། སྟོན་པ་མཆོག་སྟེ་བསྐལ་བ་དཔག་མེད་ཀྱིས་ནན་ཏན་གཉིས་པོ་མཛད་ནས་བསྒྲུབས་པ་འདི་ཐབས་གང་ཞིག་གིས་འཕེལ་བར་འགྱུར་སྙམ་པས་རྣམ་པར་དཀྱུས་པའི་ཉིན་མཚན་འདའ་བར་ཤོག་ཟེར་ནས་ནན་ཏན་ཆེན་པོའི་བསྔོ་སྨོན་མཛད་པ་དེ་འདི་ང་ཚོ་ལ་ལམ་སྟོན་ཆེན་པོ་རེད་བསམ་གྱི་ཡོད། ང་རང་ཚོ་ལ་ཡང། སྟོན་པ་མཆོག་སྟེ་བསྐལ་བ་དཔག་མེད་ཀྱིས་གསུང་དབྱངས་འདི་དང་མཉམ་རྡོ་ལ། འཇམ་མགོན། ཙོང་ཁ་བ་ཡབ་སྲས་ཀྱི་ཀ་བ་པདྨས་དགུང་གྲགས་གོང་ས་སྐུ་ཕྲེང་ན་རིང་གི་ཀ་བ་པདྨས་ལྷག་པར་དུ་གོང་ས་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་ཀ་བ་པདྨས་ཀྱི་ཐོག་ནས་ནན་ཏན་སྙིང་བོར་མཛད་ནས་བསྒྲུབས་པའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་འདིས། ཐབས་ག་འདྲེ་ཅིག་གི་ཐོག་ནས་སྤེལ་ཐུབ་ཀྱི་རེད། ཐབས་ག་འདྲེ་ཅིག་གི་ཐོག་ནས་འཛིན་ཐུབ་ཀྱི་རེད། དེའི་ཐོག་ལ། ཉིན་མཚན་ཁོར་ཡུག་ཏུ་དགོངས་པ་བཞེས་དགོས་ཡ་དེ་རྗེ་རིན་པོ་ཆེ་ཐུགས་མོས་གནང་མི་གནང་ཕྱིན་ཅི་ང་རང་ཚོ་བས་དགོངས་པ་བཞེས་དགོས་ཡ་དེ་སྐལ་བ་དགུ་ལས་འགན་ཆེན་པོ་ཅིག་རེད་བསམ་གྱི་ཡོད། ཐབས་གང་ཞིག་གིས་འཕེལ་བར་འགྱུར་སྙམ་པའི་རྣམ་པར་དཔྱོད་པའི་ཉིན་མཚན་འདའ་བར་ཤོག་ཅེས་ནས་གསུང་དགོས་ཡ་དེ་ག་རེ་ཞེ་ན་དུས་ནས་དུས་སུ་ཐབས་མི་འདྲ་བ་དང་ཐབས་གསར་པ་དང། ཐབས་བྱེ་བྲག་པ་བསྟེན་དགོས་ཀྱི་ཡོད་པ་དེ་དེའི་རང་བཞིན་གྱིས་གསལ་གྱི་ཡོད་རེད་བསམ་གྱི་འདུག་སྔ་མ་ནས་ཡུལ་བསྡད་པའི་ཐབས་ལམ་གཅིག་རང་གིས་འགྲིག་གི་ཡོད་པ་ཡིན་ན་ཨ་ནི་ཐབས་དེ་ཡང་ནས་ཡང་དུ་སྒྲུབ་དགོས་ཀྱི་རེད་གསུང་ཡ་གཅིག་མ་གཏོགས་ཐབས་ག་འདྲི་གཅིག་གིས་འཕེལ་ན་བསམ་པའི་རྣམ་པར་དཔྱད་དགོས་ཀྱི་རེད་བསམ་བློ་བཏང་དགོས་ཀྱི་རེད་གསུང་དེ་གསུང་མི་དགོས་ཨ་གསུང་ར་ཅི་རེད་བྱས་ཙང་དེའི་གསུང་སྟངས་ལ་བལྟས་པ་ཡིན་ན། ཐབས་ལམ་འདིས། དུས་དང་གནས་སྐབས་དང་ཡུལ་ཐམས་ཅད་ལ་ལྟོས་ནས་མི་འདྲ་བ་མི་འདྲ་བ་བཟུང་དགོས་ཡག་དང་སླ་བར་ལྟོས་དེར་སང་ཉིན་བརྒྱ་ཕྲག་ཉི་ཤུ་རྩ་གཅིག་པའི་དུས་རབས་འདིའི་ནང་ལ་ཡ་ཕྱི་ལོ་བརྒྱ་ཕྲག་ཉི་ཤུ་རྩ་གཅིག་པའི་དུས་རབས་འདིའི་ནང་ལ་ཡ་ཕྱི་དངོས་པོའི་ཡར་རྒྱས་དང། དེང་རབས་ཀྱི་སྤྱི་ཚོགས་ཀྱི་དཔལ་འབྱོར་གྱི་ཟིང་ཆ་ཆེན་པོ་བཞི་བོ་གཅིག་ཡོད་པ་འདིའི་ནང་ལ། ང་རང་ཚོས་ལྔ་བཅུ་ང་དགུའི་གོང་ལ་གདན་ས་སོ་སོ་ནང་ལ་གནང་དང་གནང་བཞིན་པའི་ཆ་རྒྱུན་དེ་ཚོས་བརྒྱ་ཆ་བརྒྱ་ཐམ་པ་ཅིག་འདང་གི་མེད་པ་དེ་ད་གསལ་བོ་ཤར་རེད་བསམ་གྱི་འདུག་དེ་འདྲའི་སོང་བ་ཡིན་ཙང་ཨ་ནི་ང་རང་ཚོས་ག་འདྲས་སུ་བྱས་ནས། དུས་སྐབས་འདི་དང་འཚམས་པའི་ལྷག་པར་དུ་གོང་ས་སྤྱང་ཀུན་ཆེན་པོའི་ཐུགས་ཀྱི་དགོངས་གཞི་དང། གོང་ས་སྤྱང་ཀུན་ཆེན་པོའི་མཛད་པ་འཕྲིན་ལས་ཀྱི་རྗེས་སུ་མཉམ་ཐུགས་ཡ་གཅིག་གི་དོན་དག་ལ་ཡང་ང་རང་ཚོ་ཆོས་བྱེད་དགེ་འདུན་གྱི་དེ་ཚོས་ག་རེ་གནང་དགོས་ཡོད་པ་དེ་ཡང་ཡང་དགོངས་པ་བཞེས་དགོས་ཡ་དེ་ཧ་ཅང་གནད་འགག་ཆེན་པོ་རེད་བསམ་པའི་ཚོར་བ་དེ་ཡང་ཡང་ཡོང་གི་འདུག་དུས་ཚོད་ཐུང་ཐུང་གཅིག་གི་ནང་ལ་ཡང། གནས་ཚུལ་མང་པོ་ཞུ་ཐུབ་ཡ་ཡོད་མ་རེད་དེ་འདྲ་སོང་བ་ཡིན་ཙང། ང་རའི་བསམ་ཚུལ་ནང་ལ། བསྟན་འཛིན་གྱི་སྤྱི་བོ་དམ་པ་སུ་དང་དགེ་འདུན་གྱི་སྡེ་ཚུལ་སྒོམ་པའི་དཔྱད་གཞི་ལ་ཡ་དོན་དག་འདྲི་སོང་ཅིག་གས་ཞུ་ཡག་གི་འབད་ཚུལ་ཞུ་གི་ཡིན། ཐོག་མ་དེ། ང་རང་ཚོ་བསྟན་པ་ལ་འཇུག་པའི་གོ་རིམ་དང་བསྟན་པ་འཛིན་ཚུལ་དེ་དངོས་རྒྱུན་གྱི་སྤྱི་བོ་དམ་པ་ཚུལ། བང་ཡག་པོ་གཅིག་བསྒྲིགས་ནས་གསལ་པོ་ཞིག་དྲ་བཟོས་ཡོད་རེད་དེ་ང་ཚོ་གསར་བ་བསམ་བཏང་གི་མོ་གོ་བ་རེད་ཅི་རེད། ཚུར་གནས་མཐུ་དང་བསམ་བདེན་པའི་དགོན་པ་ལ་ནི་རབ་ཏུ་འགྱུར་ཅེས་ནས། ལར་ནས་ང་རང་ཚོ་རབ་ཏུ་བྱུང་བ་ཆེ་སྟེ། ཐོག་མར་རབ་ཏུ་བྱུང་དུས་ནས་ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་ཕྱིན་ནས་ཕྱིན་མེད་པར་རབ་ཏུ་བྱུང་བ་ཡིན་ཙང། འཇིགས་སྐྱོབ་དང་ལས་སྨོན་གྱི་ཚུལ་ཁྲིམས་ཙམ་མ་ཡིན་པར་ངེས་པར་འབྱུང་བའི་ཚུལ་ཁྲིམས་རང་གི་ཐོག་ནས་འཕེལ་དགོས་ཡ་ཡིན་དུས་སྐབས་ལ་ང་རང་ཚོས་གསན་བསམ་ལྷུག་གཉེར་གར་འགྲེལ་གྱི་རྣམ་པ་ཡིས་ནི་ཐར་པ་ཐམས་ཅད་ཕྱིན་པའི་གོ་འཕང། འབྲུག་སྦྱར་བཞག་ནས་གནང་དགོས་ཡོད་པ་དེ་སྨོས་མེད་རེད། ལྷག་པར་དུ་བས་དེ་དང་པོ་དེ་སོ་ཐར་གྱི་ཚུལ་ཁྲིམས་གཙང་མ་ཡོང་དགོས་ཡ་གྱི་རེད། ངས་འདུལ་བ་གང་ཡང་ཤེས་ཀྱི་མེད་དེ་ཡིན་ཙང་ངས་ཞུ་ཡ་དེ་འོས་ཤིང་འཚམས་པ་རག་གི་མི་འདུག་དེ་ཡིན་ན་ཡང་ང་རང་ཚོའི་བོད་བརྒྱུད་ནང་བསྟན་གྱི་ནང་ལ་འདུལ་བའི་གསན་བསམ་ཞི་དྲག་གི་རྒྱ་ཆེན་པོ་དང་གཏིང་ཟབ་པོ་གནང་གི་ཡོད་པ་གང་ཤེས་ཅི་ལ་ཨེ་འདུ་བའི་ཕྱག་ལེན་ཕྲ་མོ་དང་ཕྲན་ཚེགས་དེ་ཚོ་ནམ་རྒྱུན་ཐུགས་སྣང་མེད་པ་རབ་བྱེད་ཀྱི་ཐོག་ནས་ཕྱི་དྲོ་ཁ་ཟས་ཡེ་ནས་རེད་བྱིན་ལེན་མ་བྱས་པར་ཟ་བ་ཡེ་ནས་རེད་གསོག་འཇོག་བྱས་པ་ཡེ་ནས་རེད་དེ་འདྲའི་མང་པོ་གཅིག་གིས་ཨེ་ནི་ཨེ་བཅུ་དགུ་ནམ་གསུམ་གྱི་ལྷག་མ་བསྐྱང་བ་ལ་སོགས་པ་དེ་འདྲའི་མང་པོ་ཞིག་པོ་གཅིག་གིས། བར་པ་གནས་བརྟན་པའི་སྡེ་པའི་འདུལ་འཛིན་པ་དེ་ཚོས་གཟིགས་ཕྱོགས་ལ་ཡ། བོད་ལ་འདུལ་བའི་ཉམས་ལེན་རྩ་ནས་མེད་པ་མེད་འགྲོ་བསམ་དགོངས་དགོས་ཡག་གི་ང་རང་ཚོ་མཛད་ཕྱོགས་ཇི་ལྟ་སྲོལ་རྒྱུན་རབ་བརྗིད་ཆགས་བསྡད་ཡོད་རེད། ལྷག་པར་དུ་ང་རང་ཚོ་གདན་ས་ཁག་གི་ནང་ལ་ཡ། ཅེ་སྤྱང་གི་ལྟུང་བ་འདི་ཚོ་ལ་བཞི་བོ་བཞི་བོ་གཅིག་གིས་རྩིས་མེད་རེ་བ་ཅིག་བྱས་ནས་གནས་ཚུལ་མང་པོ་ཅིག་གི་ཡོངས་ཁྱབ་ལ་ཡང་མི་མཐོང་སྣང་ལ་འདུ་བའི་ཕྱག་ལེན་ཡུལ་བའི་སོ་རབ་ཅིག་མངོན་མི་ཐུབ་པའི་གནས་སྟངས་དེ་ང་ཚོ་ངོས་ལེན་གནང་དགོས་པ་རེད་བསམ་གྱི་འདུག་པར་བ་གནས་བརྟན་སྡིག་པའི་ལུང་པ་དེ་ཚོ་ནང་ལ་ཡིན་ན། འདུལ་བའི་གཞུང་ལུགས་རྒྱ་ཆེན་པོ་མི་འདུག་ལ། འདུལ་བའི་གསན་བསམ་ཡང་དེ་ང་རང་ཚོ་ནང་བཞིན་ཞིབ་ཚགས་པོ་མི་འདུག་ཡིན་ནའི་འདུལ་བའི་ཕྱག་ལེན་དེ་ཞིབ་པོ་གཅིག་གིས་ཡག་པོ་བྱས་ནས་གནང་མཁན་དང་ལྷག་པར་དུ་ཤིང་ནགས་ཀྱི་དཀྱིལ་ལ་བཞུགས་མཁན་གྱི་དགེ་སློང་དེ་ཚོའི་ནང་ལོགས་ལ་ཡང་འཇམ་པའི་ཡོན་ཏན་བརྒྱད། འཇམ་པའི་ཡོན་ཏན་བཅུ། འོ་དེ་འདྲའི་ལས། རྒྱ་མི་ཡོན་ཏན་བཅུ་གཉིས་ཀྱི་ནང་ནས་ག་ལ་གང་འཚམས་ཅིག་ལ་ཡར་བརྗོད་འདུག་ཕྱག་ལེན་གནང་མཁན་དེ་འདྲའི་མང་པོ་ཞིག་གྲྭ་མཇལ་ཡ་ཡོད་པ་ཅི་རེད། དེ་ཚོ་མཇལ་བའི་སྐབས་ལ་ང་རེ་བསམ་བློའི་ནང་ལ། ཨ་ཙི་ད་ཁོ་ཚོ་ལ་ཡར་བོད་པ་ནང་བཞིན་གྱི་འདུལ་བའི་གཞུང་ལ་གཞིགས་ཚ་པོ་བྱས་ནས་གསན་བསམ་གནང་ཡའི་གོ་སྐབས་འཆུས་པ་ཡིན་ན་ག་འདྲའི་ཡག་པོ་ཡོང་གི་མ་རེད་བསམ་དེ་འདྲའི་འཚོ་བར་ཅིག་ཅི་ཡོང་གི་འདུག་ང་རང་ཚོའི་བོད་པའི་རབ་བྱུང་ཚོས། འདུལ་བ་མདོ་རྩ་བ་དང་རྒྱ་ཆེར་འགྲེལ་དང་མཚོ་བྲིས་ལ་སོགས་པ་གཙོ་གཞུང་ཆེན་མོ་ལ་ཡ་བཞི་བོ་གཅིག་གིས་ཤིག་ཚ་བོ་བྱས་ནས་ལྷུག་སྦྱོང་དང་བགྲོ་གླེང་གནང་ཡ་མཇལ་བའི་སྐབས་ལ་ད་ང་ཚོ་ལ་ཡ་ཁོང་ཚོ་ནང་བཞིན་འཇམ་པའི་ཡོན་ཏན་གནས་མཁན་དེ་འདྲའི་གྱོང་པོ་ཡིན་ན་ག་འདྲ་ཡག་པོ་ཡོང་གི་མ་རེད་བསམ་བསམ་བྱས། ང་རང་ཚོས་ཕྱོགས་གཉིས་པོ་དེ་ལག་ལེན་ཡོད་ས་དེ་ལ་ཐོས་བསམ་མེད་པ་བྱས། ཐོས་བསམ་ཡོད་ས་དེ་ལ་ལག་ལེན་མེད་པ་བྱས། ང་ཚོ་བོད་ལ་བསྡད་པའི་སྐབས་ལས་ང་རང་རང་གི་ཉམས་མྱོང་ནི་ཡ་འཇམ་པའི་ཡོན་ཏན་ལ་གནས་མཁན་དེ་འདྲས། གཉིས་གསུམ་མ་གཏོགས་མཇལ་མ་མྱོང། ཡོད་ད་ཡོད་རྒྱུ་རེད། ཅེས་ད་ལྟ་བཙན་བྱོལ་གྱི་ནང་ལ་བྱས་པ་ཡིན་ན་དཀོན་པོ་ཞུ་རེད། དེ་འདྲས་སོང་ཙང་ང་ཚོའི་འདུལ་བའི་གསན་བསམ་ཇི་ཙམ་གྱི་སྤོས་ལྟ་བུ་ཡོད་པ་ནང་བཞིན་གཅིག་གི་ཕྱག་ལེན་གྱི་ཐོག་ནས། འཕགས་པ་གནས་བརྟན་པ་དེ་ཚོ་ཐུགས་ཡིད་འཕྲོག་ཐུབ་ཡག་ཅིག་གི། གཞུང་བསྙེན་ཅིག་གནང་ཅིག་གནང་ཐུབ་པ་ཡིན་ན་ཡག་པོ་མེད་འགྲོ་བསམ་དེའི་བསམ་བློ་ནང་ལ་ཡང་ཡང་འཁོར་བསྡད་ཀྱི་འདུག། ཉེ་ཆར་གསུང་ཆོས་སྐབས་ལ་དགོན་སྐྱབས་མགོན་ཆེན་པོ་མཆོག་གིས། འབར་མའི་དགེ་སློང་གནས་བརྟན་གཉིས་དང་མཇལ་འཕྲད་གནང་བའི་སྐབས་ཀྱི་བྱུང་སྟངས་གསུངས་པ་ནང་བཞིན་རེད་དེ་ཚོའི་སྐོར་ལ་ཡང་ང་ཚོས་དེར་ཐུགས་སྣང་གནང་ཐུབ་པ་ཡིན་ན་ང་རང་ཚོ་གས་ཚོད་གནས་མཐུ་དང་བསམ་ལྡན་པའི་སེམས་ནས་ཐོས་བསམ་ལ་འཇུག་ཡག་གི་སྒོ་དང་པོ་ཕྲིན་ལས་རྒྱུ་དང་མི་རྒྱུའི་ས་བཞིན་དུ་དགེ་བ་ཀུན་གྱི་གཞི་རྟེན་ལགས་པར་གསུངས་པ་གཞི་བཟུང་གི་འགོ་བཙུགས་ས་དེ་གཞི་རྟེན་དེ་ཡག་པོ་བྱུང་བ་ཡིན་ན་ཏན་ཏན་ཕན་ཐོགས་ཆེན་པོ་མེད་འགྲོ་བསམ་ཏེ་དྲན་གྱི་འདུག། དོན་ཚན་གཉིས་པ་དེ་ང་ཚོས་ལྷུག་གཉེར་གནང་སྟངས་དེ་མ་འདང་པ་དང་ད་དུང་ཡར་རྒྱས་གཏང་དགོས་ཧ་ལམ་མེད་པའི་བཟོ་རབས་ཤིག་རེད། ད་ཡིན་ན་ཡང་ང་ཚོས་འདི་ད་ལྟའི་གནས་སྐབས་ལ་འཇིག་རྟེན་སྤྱི་ཡི་ལྷུག་གཉེར་བྱེད་སྟངས་ཀྱི་སྒྲོམ་གཞིག་དང་མཉམ་རྟོགས་ལ་དཔོན་པོ་མཉམ་ཞིག་ནས་ཕེབས་ཐུབ་དགོས་ཡག་གི་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ང་ཚོས་ལྷུག་གཉེར་གནང་སྟངས་དེ། ཞིག་ཚ་པོ་ཆེན་བལྟས་པ་ཡིན་ན། དེ་རིང་སང་ཉིན་ནུབ་ཕྱོགས་པའི་ཤེས་ལྡན་ཡག་གི་ཨི་ཀ་ཧི་ཏི་མིའི་སི་ཡ་ཐི་ལི་གནས་ཚད་མཐོ་བ་མ་གཏོགས་གནས་ཚད་དམའ་བ་ཙམ་ནི་ཡོད་མ་རེད། ཡིན་ནའི་བུད་པའི་གཏམ་དཔེ་ལ་ཡ། གཙང་ཆུ་ནས་ཐར་ཅང་ཡུལ་ཆུ་ནས་མ་ཐར་ཟེར་ཡག་གི་བཟོ་རབས་བཅས་གནས་ཚུལ་ཆུང་ཚགས་ཆུང་ཚགས་ཁ་ཤས་ལ་ང་རང་ཚོས་ཐུགས་སྣང་མ་གནང་བའི་དབང་གིས། ང་ཚོ་བུད་པའི་ལྷུག་ཆུང་བྱེད་སྟངས་དེས་བལྟས་ཚེ་རང་ཨི་ཀ་ཏྲེ་མིང་གི་གནས་ཚད་མེད་པའི་བཟོ་རབས་བྱེད་ལ་ཡ་རྩིས་ལྡན་ངེས་དེ་འདྲས། མང་པོ་ཡོད་བསྡད་པ་ཞིག་རེད། དེ་འདྲའི་སོང་བ་ཡིན་ཙང་ང་རང་ཚོ་ནམ་རྒྱུན། ལྷུག་སྦྱོང་གནང་པའི་སྐབས་ལ་གནས་ཚུལ་ཁ་ཤས་ཅིག་གི་ཐུགས་ལ་བཞག་ཐུག་ན་ཡག་པོ་མེད་འགྲོ་བསམ་སྟེ་ང་རེའི་བསམ་ཚུལ་རེད། ནོར་ཡོད་ན་བཟོད་གསོལ་ཞུ་གི་ཡིན། ང་ཚོ་ནམ་རྒྱུན། བགྲོ་གླེང་གནང་ཡ་དེ་རྩོད་པ་གནང་ཡ་དེ། ལྷུག་རྒྱུང་གི། ཡན་ལག། ཐབས་ལམ་དྲག་ཤུལ་གྱི་རེད་ལ་དེ་ལ་བརྟེན་ནས་ང་ཚོ་ལྷུག་རྒྱུང་གཏིང་ཟབ་པོ་དེ་ཡོང་གི་ཡོད་རེད་ཡིན་ནའི་ང་ཚོ་ནམ་རྒྱུན་ཆོས་གྲྭ་ནང་བགྲོ་གླེང་གནང་པའི་སྐབས་ལ། ད་ལྟ་ཕན་ཆད་ཡུལ་བའི་སྒྲོམ་གཞི་གཅིག་གི་ནང་ཏག་ཏག་འགྲོ་ནས་བགྲོ་གླེང་གནང་མ་གཏོགས་སྒྲོམ་གཞི་དེའི་ཕྱི་རོལ་ལ་ཕྱིན་པ་ཡིན་ན། ཨན་ཏེས་ཅིག་ཧུན་འཐོར་ཡ་རབས་ཀྱི་མ་གཏོགས་ལམ་སང་གནང་ཆོག་ཆོག་མེད་ངེས་སུ་རེད་ཅེས་ཆགས་ཡོང་གི་འདུག། དཔེར་ན། དཔེ་མཚོན་གྱིས་ཞུས་པ་ཡིན་ན། ང་ཚོས་ག་དུས་ནས་རིག་པ་བཏང་གིན་བཏང་གིན་ལུང་དེ་ཡང་ཡང་དྲངས་དགོས་ཡ་ཅེས་བྱ་དགོས་བ་རེད། ད་ལུང་དྲངས་ས་མེད་ངེས་ཅི་ལ་ཡ། ལུང་ཁས་མི་ལེན་ངེས་ཅི་ལ་ཡ་ང་ཚོས་རིག་པ་བཏང་དགོས་བྱུང་ན། ག་རེ་ཅིག་རེད། དེས་ཕལ་ཆེར་ང་ཚོས་སྒུམ་པ་ཁོ་གི་ཡོད་མ་རེད་བསམ་འདུག། ལུང་གང་ག་ཟུར་དུ་བཞག་ནས་ང་ཚོས། ཕྱོགས་སྔ་དེ། ང་ཚོའི་སྔ་རྒོལ་དེ། ང་རང་ཚོའི་བྲང་ཡག་གི་ལུང་ཁས་མི་ལེན་ངེས་གཅིག་དང་ཐུག་དུས་སྐབས་ལ་ཨ་ནི་ང་རང་ཚོའི་རིག་པའི་ལམ་ནས་ང་ཚོས་གདེང་བཞི་དང་གདེང་གཉིས་ཀྱི་རྣམ་གཞག་སྤྱད་དེ་སྒྲུབ་ཐུབ་ཀི་རེད་སྒྲུབ་ཐུབ་ཀི་མ་རེད་དེ་འདྲ་སྒྲུབ་དགོས་བྱུང་པ་ཡིན་ན་ཨ་ག་འདྲ་བྱས་ནས་སྒྲུབ་ཀི་རེད་དེང་རབས་ཀྱི་ཚན་རིག་པ་ཅིག་ལ་ཡ་ལྕི་བ་སྔ་ཕྱི་སྒྲུབ་དགོས་བྱུང་པ་ཡིན་ན་ཆོས་གྲགས་དང་ཕྱོགས་གླང་གི་ལུང་དྲངས་ནས་ཐུབ་བན་བཟོ་ཡ་ཡོད་མ་རེད་བྱས་ཙང་ལུང་མ་དྲངས་པའི་ཐོག་ནས་ཁོ་ཚོའི་བསྟན་པའི་རིག་པའི་རྣམ་གཞག་དེ་དེང་དུས་ཀྱི། སྐད་ཡིག་ནང་ལ་ཡ་མཚན་པ་བྱས་ནས་ག་འདྲ་བྱས་ནས་གསུང་ཐུབ་ཀྱི་རེད་དེ་སྐོར་ལ་དགོངས་པ་བཞེས་དགོས་ཡ་དེ་ལྟས་ཐུགས་ངལ་མེད་ཐུགས་གལ་ཆེན་པོ་མེད་འགྲོ་བསམ་གྱི་འདུག་གཉིས་པ་དེ་ལ་ང་ཚོས་དཔེ་ཆབ་ཀྱི་ཞུ་དག་བྱས་ཡ་དེ་ལ་དོ་སྣང་ཆུང་ཆུང་ཞིབ་པོ་ཅིག་རེད། དེའི་སྐོར་ལ་ཡང་དེང་རབས་ཀྱི་དཔེ་ཆ་ག་འདྲས་བྱིན་པ་ཡིན་ནའི། རྩོམ་པ་པོ་སུ་རེད་ག་དུས་རྩོམ་པ་རེད་པར་ག་ཚོད་བརྒྱབ་པ་རེད་དག་པ་ག་རེ་རེད་མ་དག་པ་ག་རེ་རེད་དེ་ཞིབ་ཞུ་དག་བཏང་ནས་འགྲོ་ཡག་གི་ལམ་ཞིག་རེད་དེ་ལས་ལྷག་པ་ཞིབ་ཅིག་རེད་ཁྱེད་ཚང་དེའི་ཐོག་ལས་གཏད་སོད་དགོན་པ་བྱས་ན་ཡག་པོ་མི་འགྲོ་བསམ་གི་འདུག་གསུངས་པ་དེ་ང་རང་ཚོའི་བྱུང་རབས་ལ་ཡང་ཐུགས་སྣང་ཙམ་ནི་ཡོད་མ་རེད། ང་ཚོ་མཁས་པ་མང་པོ་གཅིག་གིས་ཀླུ་སྒྲུབ་མངལ་ནས་བྱོན་པ་ཡིན་དང་ཐོགས་མེད་མངལ་ནས་བྱོན་པ་ཡིན་ཏན་ཏན་གསུང་ཡ་མེད་མཁན་ཡོང་སྲིད་གི་རེད་བསམ་གི་འདུག། བྱས་ཙང། དེང་རབས་ཀྱི་སྤྱི་ཚོགས་འདིའི་ནང་ལ་ཡང་གནས་ཚུལ་ག་འདྲས་ཅིག་གསུང་གི་ཡོད་པ་ཡིན་ནའི་གནས་ཚུལ་དེའི་དེ་བྱུང་རིག་པ་དེ། སྤྱི་བཏང་གསུང་རབ་ཡན་ལག་བཅུ་གཉིས་ཀྱི་ནང་ལ་དེ་ལྟ་བུའི་བྱུང་བ་དེ་ཡོད་རེད་དབྱིན་ཇི་སྐད་ལ History ཟེར་ཏེ། བྱས་ཙང་ང་ཚོས History དེ History གྱི་གསུང་རབ་ཞིག་བཟོས་རྗེས། ཐུན་མོང་བ་དང་ཐུན་མོང་མིན་པའི་རྣམ་གཞག་གང་གཱ་མཉམ་དུ་སྤྲེལ་ནས་འཕེལ་ཡག་ཅིག་ཡོད་པ་ཡིན་ཙང་དེ་མ་འོངས་པ་ལ་ཡང་དེ་ལོགས་ཀ་བྱས་ནས་གནང་དགོས་ཏེ་ཐུགས་གལ་ཆེན་པོ་མེད་འགྲོ་བསམ་གྱི་འདུག། གཞན་པ་གཅིག་ལ་གདན་སའི་ལྷུག་བརྙན་གནང་མཁན་དེ་ཚོའི་ཚིག་དོན་ནི་མ་བཞུགས་པ་དེ་འདྲའི་གནང་ཡག་གི། ཐུགས་གཤིས་ཇི་ཡོད་རེད་དེ་ཚོ་ཡང་བལྟས་ཚར་ཐུགས་སྣང་གནང་ནས་མ་འོངས་པ་ལ་ཡ་བཞག་དགོས་ཡ་ཅི་དང། བརྡ་དག་ཐ་སྙད་རིག་པ་དང། དབུ་ཚད་སེང་གེའི་འགྲོ་སྟངས་རྗེས་མཐུན་གྱི་འགྲོ་སྟངས་གཉིས་པོ་དེ་མཉམ་རྟོགས་ལ་འཕེལ་དགོས་ཡ་དེ་ཐུགས་གལ་ཆེན་པོ་རེད་བསམ་གྱི་འདུག། དེ་ནི་རིགས་གཅིག་རྐང་འཛིན་དང་ཉམས་ཞིབ་ཀྱི་གནས་སྟངས་དེ་ང་ཚོས་གནང་གི་མེད་པ་མ་རེད་ང་རང་ཚོས་གནང་གི་ཡོད་པ་དེ་དེང་རབས་ཀྱི་རིགས་གཅིག་རྐང་འཛིན་དང་ཉམས་ཞིབ་ཀྱི་སྒྲོམ་གཞི་ནང་ལ་བཅུག་བྱས་ཨེ་འཐད། ཁོ་ཚོ་ཉམས་རྟོགས་ལ་ཡ་ཏག་ཏག་ཁོ་རང་ཚོས་བལྟས་པའི་སྐབས་ལ་དེ་དངོས་གནས་ད་ཉམས་ཞིབ་ཀྱི་གནས་སྟངས་མཐོ་པོ་རེད་ཤག་བསམ་དྲན་ཐུབ་ཡག་ཅིག་སྐད་བཟོ་ཐུབ་པ་ཡིན་ན་ཤ་སྟག་ཡག་པོ་མེད་འགྲོ་བསམ་འདུག་ད་མཐའ་དོན་དེ་ལ་ཡ་མདོར་བསྡུས་ནས་ཞུས་པ་ཡིན་ན། ལོ་རབས་བརྒྱ་ཕྲག་ཉི་ཤུ་རྩ་གཅིག་པའི་འདིའི་ནང་ལ་ལྕང་རུམ་གྱི་ག་དུས་ནས་བརྒྱ་ཕྲག་ཉི་ཤུ་རྩ་གཅིག་པའི་ནང་པ་གཅིག་དང་བརྒྱ་ཕྲག་ཉི་ཤུ་རྩ་གཅིག་པའི་དགེ་སློང་གཅིག་བྱེད་དགོས་རེད་ཅེས་ནས་གསུངས་དུས་སྐབས་ལ་དེ་སྐབས་ལ་ང་ཚོས་ག་འདྲས་བྱེད་དགོས་ཡོད་པ་དེ་ཏན་ཏན་གཏིང་ཟབ་པོས་དགོངས་པ་བཞེས་དགོས་ཡ་རེད། ཐུགས་གལ་ཆེན་པོ་རེད་བསམ་གྱི་འདུག་སྤང་པ་ཉག་ཡག་གི་ཀམ་པུ་ཏར་གཅིག་དང་ལག་པའི་ཁེ་ཡག་གི་ཁ་པར་གཅིག་ཡོད་པ་ཡིན་ན་ཨན་དུས་རབས་ཉི་ཤུ་རྩ་གཅིག་པའི་དགེ་སློང་ཆགས་པ་རེད་དགོངས་པ་ཡིན་ན་དེ་ཏན་ཏན་མ་རེད་བསམ་འདུག་འདི་གཉིས་ཁྱི་ནས་དུས་རབས་ཉི་ཤུ་རྩ་གཅིག་པ་དང་བརྒྱ་ཕྲག་ཉི་ཤུ་རྩ་གཅིག་པའི་དགེ་སློང་ཆགས་ཐོ་ཡ་ཡོད་མ་རེད། དེ་འདྲས་སོང་ཡིན་ཙང་ང་རང་ཚོས་ནམ་རྒྱུན་ལྷུག་རྒྱུགས་གནང་སྟངས་དེ་ལྟས་ཟིག་གི་ད་དུང་འགྱུར་བ་བཏང་ནས་དེང་རབས་ཀྱི་ཚན་རིག་པའི་དྲི་བ་དང་ང་རང་ཚོའི་དྲི་བ་དྲིས་དང། དེང་རབས་ཚན་རིག་པས་ལན་བརྒྱབ་སྟངས་དང་ང་ཚོས་ལན་བརྒྱབ་སྟངས་འདི་གཉིས་པོ་ཐོག་ལ་ཡ་ཏག་ཏག་ཕར་ཚུར་གོ་བརྡ་འཕྲོད་པ་ཞིག་ག་བཟོས་ཐུབ་པ་ཡིན་ན་ཡག་པོ་མེད་འགྲོ་བསམ་འདུག་སྐྱབས་མགོན་རིན་པོ་ཆེའི་བླ་ན་མེད་པའི་མཛད་འཕྲིན་བསྟན་ནས་དིར་ཟ་ཉིན་སིམ་དང་སོགས་ཀྱི་ལས་གཞི་འོག་ལ་ཡ་ཏག་འདས་པའི་ལོ་སུམ་ཅུ་སོ་ཡང་ཅིག་གི་རིང་ལ་ཚན་རིག་པ་དང་ནང་ཆོས་ཀྱི་བར་ལ་ཡ་གོ་བསྡུར་བགྲོ་གླེང་ཧ་ཅང་ཤུགས་ཆེན་པོ་ཞིག་བྱུང་ཡོད་རེད། རྒྱ་རོགས་གཅིག་སྐུ་ཅང་གིས་ཐོག་མར་ཐུགས་ངལ་བཞེས་ནས་གནང་བ་ཞིག་རེད། ད་ལྟ་ཡང་ཚན་རིག་པ་མཉམ་དུ་དངོས་སུ་བགྲོ་གླེང་བྱེད་པའི་སྐབས་ལ་ཡར་བརྐྱང་བསྐུར་གྱིས་སྐུ་ཅང་གི་གཟུགས་རབ་བྱེད་མ་གཏོགས། དེ་ལ་ང་ཚོ་ནང་པའི་ངོས་ནས་འབར་གླན་ནས་བགྲོ་གླེང་གནང་མཁན་ཧ་ལམ་མེད་པའི་གཟུགས་རབ་ཅིག་ཆགས་བསྡད་ཡོད་རེད། འདིས། བུ་རྒྱུད་ནང་བསྟན་དང་སྤྱིར་ནང་བསྟན་རྒྱལ་སྤྱིའི་ནང་ལ་གོ་བབ་དང་རིན་ཐང་གནས་ཚད་ཡང་དག་པ་ཅིག་བསྐྲུན་ཡག་ལི་ཡ་རླབས་ཆེན་གྱི་གྲུབ་འབྲས་ཅིག་ཐོན་ཡོད་རེད་དེའི་དབང་གིས་ད་ལྟ་དེང་རབས་ཀྱི་ཚན་རིག་པ་དང་ནུབ་ཕྱོགས་པའི་ཚན་རིག་པ་དེ་ཚོའི་བསམ་བློའི་ཁ་ཕྱོགས་འགྱུར་བ་འགྲོ་ཡག་གི་གནས་བབ་ཅིག་ལ་སླེབས་ཡོད་པ་རེད། དེ་འདྲ་ཡིན་དུས་སྐབས་ལ་ཡ། ང་རང་ཚོ་གིས་དེའི་ཐོག་ལ་ཐུགས་སྣང་གནང་དགོས་ཡ་ད་ལྷག་པར་དུ་གདན་ས་ཁག་གི་ནང་དུ་ཚན་རིག་གི་གཞི་རིམ་རྣམ་གཞག་བྱས་ཏེ་གསན་བསམ་གནང་ཡ་མགོ་འཛུགས་གནང་ཡོད་རེད། དེ་ལ་བརྟེན་ནས་ཚན་རིག་གི་གནས་སྟངས་ཕྱིན་པ་དང་ཆབས་ཅིག་ཏུ་ཚན་རིག་གི་གནས་སྟངས་དེ་དང་མཐུན་པ་ང་རང་ཚོའི་ལྷུག་སྦྱོང་གི་ཐོག་ལ་བཀའ་འདྲི་ཞིག་ནས་བྱེད་དགོས་འདུག་ང་ཚོ་ནམ་རྒྱུན་བློ་རིག་ལྟ་བུ་ཅིག་གཏད་པ་ཡིན་ནའི། བློ་དང་རིག་པ་ཤེས་པ་གསུང་དོན་གྱིས་བསལ་ཏེ་ཡང་ཡང་ལབ་བསྡད་ཀྱི་རེད། སེམས་དང་ཡིད་དང་རྣམ་ཤེས་གསུང་དོན་གྱིས་བསལ་ཏེ་ལབ་བསྡད་ཀྱི་རེད་དེ་ལབ་པ་ནང་བཞིན་དེ་དོན་སྤྱི་ར་བ་དེ་བློ་ལ་ཆགས་ཡ་ཁ་བོ་ཆེ་ཆགས་ཀྱི་ཡོད་ས་རེད། ང་ཚོས་ལྷུག་སྦྱོང་བྱེད་སྟངས་མང་པོ་གཅིག་གི་ཐོག་ལ་ཡ་ཁ་ནས་ལབ་བཞིན་པ་ལ་བསམ་བློའི་ནང་ལ་གོ་བ་མ་ཆགས་པའི་གནས་སྟངས། ཡུམ་པ་དེའི་དངོས་ཡོད་གནས་སྟངས་རང་རེད་ཤག། བུམ་པའི་ལྡོག་པ་བཏགས་པ་ཡིན་ཟེར་ནས་ལབ་ཤེས་ཀྱི་ཡོད་རེད་དེ་བུམ་པའི་ལྡོག་པ་བཏགས་པ་ཡིན་པ་དང། དེའི་མཚན་གཞི་བཞག་དུས་བུམ་པ་བཞག་དགོས་ཡོད་པ། དེའི་དངོས་གནས་ལྟར་བསམ་བློའི་ནང་ལ་གོ་བ་གཏིང་ཟབ་པོ་ཅིག་ཆགས་ཡག་དེ་ལས་སླ་པོ་ཅིག་ཡོད་ས་མ་རེད། གལ་སྲིད། སེམས་དང་ཡིད་དང་རྣམ་ཤེས་སོགས་དོན་སྤྱི་ཟེར་ལབ་གི་ཡོད་རེད་དེ། དོན་སྤྱི་ཡིན་པ་ཡིན་ན་དེའི་བརྗོད་ཚིག་མི་འདྲ་བ་གསུམ་ཡོང་དགོས་ཡག་གི་རྒྱུ་མཚན་ག་རེ་རེད། དེ་བྱས་དེ་ལས་སྦྱར་དང་སྐད་ཡིག་གཞན་པའི་ནང་ནས་གར་བྱས་ནས་བེད་སྤྱོད་བཏང་བ་རེད། དེ་ལ་བརྟེན་ནས་ང་ཚོས་གསན་ཡིག་རྣམ་བཞི་ལ་བལྟ་བའི་སྐབས་ལ་ལྟ་སྟངས་ག་འདྲའི་བྱུས་བར་དེ་གཟིགས་དགོས་ཏེ་ཐུགས་གལ་ཆེན་པོ་ཞེ་དྲག་ཆགས་ཀྱི་ཡོད་ས་རེད་གསུངས་འདུག་སྲིད་སྐྱོང་གི་རྣམ་གྲངས་མང་པོ་ཞིབ་པོ་ཅིག་མཆིས་ཀྱི་ཡོད་རེད་དེ་ཡིན་ནའི་སྲིད་སྐྱོང་གི་རྣམ་གྲངས་དེ་སྤྱད་དེ་གང་ཟག་བྱེ་བྲག་པ་གཅིག་གིས། ཀུན་ནས་ཉོན་མོངས་པའི་བསམ་བློ་སྤྱི་བཏང་གི་ཐོག་ལ་ཡ་ག་འདྲེས་བྱས་ནས་གོ་རིམ་བྱས་ནས་ཡོང་གི་ཡོད་རེད་དེ་ལ་ཁ་བཏད་བཅད་པ་ཡིན་ན་ག་འདྲེས་བྱས་ནས་ཁ་བཏད་བཅད་དགོས་ཡོད་རེད་དེ་ལྡོག་ཕྱོགས་ལ་ཕྱིན་པ་ཡིན་ན་ག་འདྲེས་འགྲོ་གི་ཡོད་རེད་དེ་སྐོར་ལ་ང་ཚོས་དགོངས་པ་རྩ་ནས་བཞེས་ཀྱི་མེད་པས་སུ་རབ་ཅིག་ཆ་བསྡད་ཀྱི་འདུག། ལོ་ཁ་ཤས་ཀྱི་སྔན་ལ་ཝེ་ཏི་ནམ་གྱི་དགེ་སློང་མཁས་པ་ཅིག་ཡོད་རེད། ཁོང་གིས་ཕྱག་དེབ་ཀྱི་བྲིས་ནང་ཤ་སིམ་དང་སྲིང་ཆུང་སྐོར་ལ་དབྱིན་ཇི་ནང་ཁོ་རང་གིས་གསུང་ཡ་དེ་ཁོ་ཚོའི་གནས་བརྟན་པའི་ཕ་ཕ་གནས་བརྟན་པའི་གཞུང་ཅིག་ཡོད་ས་རེད་གཞུང་དེ་ཕ་ཕ་གནས་བརྟན་པའི་གཞུང་མིན་འདྲ་ཝེ་ཏི་ནམ་ཁོ་རང་གི་གཞུང་རེད་ཅིག་ཡིན་ས་རེད། གཅིག་སྡེ་ཚན་ར་བ་ཉི་ཤུ་རྩ་གྲངས་ཡོད་འདུག་དེ་ཡིན་ཡ་དེ་ང་རང་ཚོའི་ཕལ་པོ་ཆེའི་མདོ་ནས་ཨ་བ་གཏམ་ཚག་གི་ཕལ་པོ་ཆེའི་མདོ་ནས་དྲངས་པ་ཡིན་ཟེར་ནས་དེའི་འགྲེལ་པ་ཡིན་ཟེར་ནས་གསུངས་ཤག་ཁོ་རང་གི་འདོད་པ་དེ་སེམས་ཙམ་པ་ནང་བཞིན་བྱས་ནས་གནམ་གཤིས་ཚོགས་བརྒྱད་འདོད་ཀྱི་འདུག་གནམ་གཤིས་ཚོགས་བརྒྱད་པོ་དེ་ཉིན་རེ་ཉིན་རེ། ཉོན་མོངས་ཅན་གང་ཟག་གི་རྒྱུད་ལ་ཡང། བསམ་བློ་ལྕི་བའི་རིམ་པ་དང་ཨེ་འདི་ལ་ཡང་ག་འདྲས་བྱས་ནས་ང་ཚོ་སྡུག་བསྔལ་བྱེད་དགོས་རེད། དྲན་ཤེས་བཞིན་བསྟེན་སྟངས་འདི་ག་འདྲས་བྱས་ནས་བསྟེན་དགོས་རེད། ཐ་མ། བག་ཆགས་དེ་ཀུན་གཞི་རྣམ་ཤེས་ཀྱི་ཐོག་ལས་མ་སླད་པའི་མངལ་ལ་ཡང་གར་བྱས་ཡོད་རེད། བག་ཆགས་ཀུན་གཞི་རྣམ་ཤེས་ཀྱི་ཐོག་སླད་ཚར་སོང་ན་གར་བྱས་ཡོད་རེད། གཉིས་ཀྱི་བཞི་སྒྲ་འདུག་ང་རང་ཚོས་དེ་འདྲས་ཀྱི་ཐོག་ནས་སྒོམ་པ་བྱེད་ཐུབ་པ་ཡིན་ན། དེ་དང་དེ་དང་ཕྱོགས་མཚུངས་པའི་ང་རང་ཚོ་འབུད་པའི་མཁས་དབང་ཚོའི་ནང་ནས་འདི་ཚོ་ལ་དགོངས་པ་བཞེས་མཁན་མ་བྱུང་བ་དེ་རེད་མི་འདུག་ཀྲེ་ར་མི་ཆི་དམ་པ་དེ་གིས Unity in Diversity ཟེར་གྱི་ལྷུག་ཚན་ཅིག་བཟོས་ཡོད་རེད། དེ་ནང་ལོགས་ལས་བསམ་བློ་དང་རྣམ་རྟོག་གི་ཐོག་ལ་ལྟ་སྟངས་དེ་ནམ་རྒྱུན་རྒྱུན་ལྡན་གྱི་ལྟ་སྟངས་དང་མི་འདྲ་བ། བྱས་ནས་ཨེ་ནི་དཔེར་ན་ཡིད་བྱེད་ལྟ་བུ་ལ་ཆ་མཚོན་པ་ཡིན། ཡིད་བྱེད་རྣམ་ཤེས་དེ་ལ་ཡང། སྣང་བའི་ཤེས་པ་དང། རྟོག་པའི་ཤེས་པ་དང། མྱོང་བའི་ཤེས་པ་བྱས་ནས། སྡེ་ཚན་གསུམ་ལ་ཕྱེ་ནས། སྣང་རྟོག་མྱོང་གསུམ་གྱི་དབྱེ་བའི་ཐོག་ནས་ཨེ་ནི། ཀུན་ནས་ཉོན་མོངས་ཁྱོ་གའི་བློ། ག་འདྲས་བྱས་ནས་སྐྱིད་ཀྱི་ཡོད་རེད་ཨན་དེ་ལ་ཡ། ཁ་བརྡས་བཅག་དགོས་བྱུང་ན་ག་འདྲས་བྱས་ནས་བཅག་དགོས་རེད་དེ་ཚོ་ཡག་པོ་ཞུ་བོ་ཅིག་གི། བཟོས་འདུག་དེ་འདྲས་སུའང་ཡིན་ཙང་སེམས་དང་སེམས་བྱུང་དང་བློ་རིག་གི་རྣམ་གཞག། ཨ་ནི་ང་ཚོ་ནམ་རྒྱུན། བུ་ལ་ཡ་ཆ་ཅན་བཤད་དེ་ཡ། ཕྱོགས་བཅུ་དུས་གསུང་གསལ་བརྗོད་རེད། ང་ཚོ་ཐོག་མ་སྐྱབས་འགྲོ་བདུད་འདུལ་བ་ནི་ཕྱོགས་བཅུ་དུས་གསུང་གསལ། ཕྱོགས་བཅུ་དུས་གསུང་གསལ་དེ་ནང་པའི་གཞུང་གི་ནང་ལ་ཡང་ཡང་སླེབས་དེ་ཡ་དེ་ང་ཚོ་དམ་པ་ཚོ་བ་སྐད་ཡོད་མ་རེད། ཡིན་ནའི་དམ་པའི་གནས་སྐབས་ལ་ལྟ་དུས་སྐབས་ལ་ཕྱོགས་དང་དུས་ཀྱི་རྣམ་གཞག་དེ་ཚན་རིག་པས་ཞིབ་འཇུག་བྱེད་ཡག་གི་བགྲོ་གླེང་བྱེད་ཡག་གི། བརྗོད་གཞིའི་གནས་ཚུལ་གཙོ་ཆེ་བ་ཅིག་ཆགས་བསྡད་འདུག་ཨང། Time and Space། བྱས་ཙང་དེའི་སྐོར་ལ་ཡང་ང་ཚོའི་གྲུབ་མཐའ་མའམ་སོ་སོའི་དུས་ཀྱི་འཇོག་སྟངས་ལོགས་ཀ་ཡོད་རེད། རྫས་ཀྱི་འཇོག་སྟངས་ལོགས་ཀ་ཡོད་རེད་རྡུལ་ཕྲན་གྱི་རྣམ་གཞག་ལོགས་ཀ་ཡོད་རེད་དེ་ཚོ་ལ་ད་ལྟ་ང་ཚོ་གཅིག་ཀའི་རྡུལ་རྫས་ཀྱི་རྣམ་གཞག་དང་ཕྱོགས་དང་དུས་ཀྱི་རྣམ་གཞག་དེ་ཚོ་ལ་ཆ་ཅན་ཆ་ཅན་ཞིག་ནས་ཕེབས་བསྡད་ཡ་དེ། ལྟས། ཁ་ཕྱོགས་རབ་བསྒྱུར་ནས། དེ་ཡིས་ལྟ་སྟངས་གསར་པ་གཅིག་གི་ཐོག་ནས་བལྟས་པ་ཡིན་ན། དངོས་གནས་དེང་རབས་ཀྱི་ཚན་རིག་པ་ཚོས་མ་རྙེད་པའི་གནས་ཚུལ་མང་པོ་ཞིག་ཅིག་ང་ཚོའི་ངོས་ནས། འདི་བརྗེད་ཐུབ་ཀྱི་མེད་འགྲོ་བསམ། ཐུབ་དཔོན་ར་བ་ཚོས་ཐུབ་ཀྱི་མེད་འགྲོ་བསམ་གི་འདུག་དཔེར་ན་ང་རང་ལྟ་བུ་ཆ་བཞག་ཡིན་ན་ང་ཚན་རིག་ལ་ཡིད་ཆེས་བྱེད་ཀྱི་མེད། ཚན་རིག་པ་ལ་དེ་བས་ཀྱང་ཡིད་ཆེས་བྱེད་ཀྱི་མེད། ཚན་རིག་དང་ཚན་རིག་པ་ལ་ཡིད་ཆེས་བྱེད་ཀྱི་མེད་པ་ཡིན་ན་ཡང། ནང་ཆོས་དང་ཚན་རིག་གི་བར་ལ་འབྲེལ་བ་དེ་ཧ་ཅང་གི་གནད་ཆེན་པོ་ཞིག་ལ་ཡང་བརྩི་གི་ཡོད། ལོ་བཞི་བཅུ་ཕྱེད་གྲངས་སྔན་ལ། David Bohm དང། Capra Capra སེར་ད་ལྟ་དེ Tao of Sis དྲི་ངན་གྱི་ཁྱོད་ཚོས་ཁོ་ཚོའི་མཉམ་འབྲེལ་ལ་འདོད་ཚུལ་མང་པོ་བགྲོ་གླེང་བྱས་མྱོང། དཔེར་ན་རྗེ་བདུད་ཀིརྟི་ན་མུཀྟི་ལྟ་བུར་སྤྱི་ལ་ཕྱག་བྱ་བ་ཡིན་ན་ཚང་མ་ལོ་དགའ་བ་རྒྱག་ངེས་ཀྱི་རེད། ཆོས་ལུགས་གྲུབ་མཐའ་གང་ག་ལོར་ལ་ཡང་དགའ་བ་རྒྱག་ངེས་ཀྱི་རེད། ཡིན་ནའི་ཚན་རིག་པ་ཐུག་དུས་སྐབས་ལ་ཡིན་གཅིག་མིན་གཅིག་ཚན་རིག་པ་མཉམ་དུ་འབྲེལ་བ་བྱེད་དགོས་ཡ་དང་བགྲོ་གླེང་བྱེད་དགོས་ཡ་དེ་གལ་ཆེན་པོ་ཞིག་བྱེད་རྩིས་གནང་མཁན་གྱི་རེད། ཁོང་དང་མཉམ་དུ་ཚན་རིག་པའི་བགྲོ་གླེང་བྱེད་པ་དེ་ཚོ་གིས། རྗེས་མ་ཚན་རིག་པ་བཅས་དེ་ནང་ཆུ་ནང་ལ་བགྲོ་གླེང་བྱས་པའི་སྐབས་ལས་ཕན་ཐོགས་ཡོད་པ་དེ་འདྲའི་མང་པོ་ཡོང་བསྡད་ཀྱི་འདུག་དེ་འདྲའི་སོང་བ་ཡིན་དུས་ག་ལ་ཡང་ང་རང་ཚོས་འདིའི་སྐོར་ལ་ཏན་ཏན་ང་ཚོའི་ལྷུག་ཆུང་གནང་སྟངས་མང་པོ་གཅིག་གི་ཐོག་ལ་ཡ་ཆག་བཞག་ནས་མ་ཕེབས་པ་བྱས་ཁ་ནས་ལབ་ཕྱིན་པ་ཙམ་གྱིས་མ་ཤར་བ་བྱས་ད་དུང་དེ་དེང་རབས་དང་མཐུན་པའི་ཐོག་ནས་ག་འདྲས་སུ་གནང་ཡག་འདུག་དེ་ལ་བརྟེན་ནས་ཨ་ནི་དེང་རབས་ཀྱི་སྤྱི་འགྲོས་དོན་ག་འདྲས་སུ་སྒྲུབ་དགོས་འདུག་དེང་རབས་ཀྱི་སྤྱི་འགྲོས་དོན་སྒྲུབ་པ་འདི་ང་ཚོའི་སེམས་ཅན་གྱི་དོན་ཆེད་རེད་ལ་དེ་དང་ཆབས་ཅིག་ཏུ་དེང་རབས་ཀྱི་མི་དང་མཉམ་འདོག་སངས་རྒྱས་ཀྱི་ཆོས་འདི་ཡག་པོ་བྱས་ན་འགྲོ་ཐུག་ཡག་གི་གནས་སྟངས་ཅིག་ཏན་ཏན་ཆགས་ཀྱི་རེད་བསམ་གི་འདུག་ད་མཐའ་མ་དེ་ལ་ཡ་འདོད་དེ་ག་འདྲས་ཕྱིན་པའི་ནས་བསྟན་ས་དེ་སྒྲིག་འཛུགས་དེ་ལ་བསྟན་དགོས་ཀྱི་ཡོད་རེད་ཨ་ནི་སྒྲིག་འཛུགས་དེ་ཧྲག་ཐག་ཐག་ཡོད་དགོས་དེ་གལ་ཆེན་པོ་རེད་དེ་འདྲ་ཡིན་ཙང་སྐྱག་འགོར་མི་བྱེད་ག་དུས་ཡིན་ནས་དེ་ཐོག་ལ། དུ་བྲེལ་གནང་གི་ཡོད་རེད། དགེ་ལུགས་ལྟ་བུར་མཚོན་པ་ཡིན་ནས། ཁྲི་ཐོག་ཁང་དང། དགེ་ལུགས་སྤྱིའི་གནས་སྟངས་བཅས་དེ་བལྟས་ཚེ་ཆོས་ཀྱི་གྲྭ་ཚང་སོ་སོ་ཚགས་ཚུད་པོ་ཡོད་པ་ཙམ་གྱིས་མ་ཚིམ་པ་བྱས་ནས་སྤྱི་པའི་སྒྲིག་འཛུགས་དེ་ཚགས་ཚུད་པོ་ཡོང་ཡག་ཅིག་དང། སྤྱི་པའི་སྒྲིག་འཛུགས་དེ་ཚགས་ཚུད་པོ་ཡོང་ཡག་གི་དོན་དག་ལ། དཔལ་འབྱོར་གྱི་རྒྱབ་སྐྱོར་ཡིན་ནའི་ཅིག་འདང་ངེས་བཞིན་པ་ཞིག་ཡོད་པ་ཡིན་ན་ཡག་པོ་ཡོང་གི་རེད་གསུངས་འདུག་ངས་གནས་ཚུལ་ཞིག་ཆ་ཤིང་ཡོད་མ་རེད་འདི་འཛམ་རི་ཧབ་ཏུ་ཁ་གཏད་པའི་སྐབས་ལ་ང་ཚོ་བོད་གཏམ་བེད་སྤྱོད་རེ་དགོས་ས་ལས་ཆེས་མ་དགོས་ས་ལ་ལྷག་ཟེར་ཡ་འདི་འཛམ་འཛམ་ཡོང་གི་མེད་འགྲོ་གསུངས་འདུག་བྱས་ཙང་དགོས་ས་ལ་མ་ཆེ་བ་ཇི་ལྟར་མ་དགོས་ས་ལ་མ་ལྷག་གི་ཇི་ལྟར་ཨེ་ཅི་སྟངས་ནས། སྔོ་བ་འགྱུར་དང་མ་འགྱུར་གྱི་བཀའ་མོལ་མང་པོ་ཡོང་གི་ཡོད་རེད། ད་སྔོ་བ་འགྱུར་ཡ་ཟེར་ཡ་དེ་གཅིག་བྱས་ན་མ་འགྲིག་པ་ཡིན་གྱི་རེད་ནི་ཕྱོགས་གཞན་པ་ཅིག་ནས་བལྟས་པ་ཡིན་ན། ད་ལྟའི་དགེ་འདུན་ལས་སྔོན་པའི་རྫས་དེ་བྱས་དེ་མ་འོངས་པའི་དགེ་འདུན་གྱི་དོན་དག་ལ་བཞག་པ་ཡིན་ནའི་དེས་སྔོ་བ་འགྱུར་བ་ཆགས་ཀྱི་མེད་འགྲོ་བསམ་ང་ནི་དེ་འདྲའི་དོགས་པ་ཟ་གི་འོ་རེད། དེ་འདྲ་ཡིན་དུས་སྐབས་ལ་ཡ་ང་ཚོ་ཞི་བུ་གཅིག་གསོག་འཇོག་བྱས་ནས་དཀར་མགྱོགས་རྒྱ་ཡག་གི་ལམ་སྲོལ་དེ་ཏེས་ཅིག་འགྱོགས་བཏང་ན་ཡག་པོ་མེད་འགྲོ་བསམ། དེ་འདྲས་སུ་དྲན་གྱི་འདུག་ཨ་ནི་ནོར་འཁྲུལ་ཕྱིན་ཡོད་ན་བཟོད་གསོལ་ཞུ་ཡ་དང་གང་ལྟར་ད་ལྟ་ངས་སྙན་གསན་ཞུས་པ་བཅས་དེ་དཔྱད་ཐག་གཉིས་པའི་དོན་དག་དེ་འདྲ་གང་ཡང་མ་རེད། སོ་སོའི་བསམ་བློའི་ནང་ལ་ཤར་བ་དང་དོགས་པ་ཤར་བ་བཅས་དེ་ཡང་བྱ་གཏོང་ཉེས་སྐྱོན་གྱི་ཚུལ་དུ་ཞུས་པ་ཡིན་ན་དགོངས་པ་བཞེས་ཡ་ལ་ཐུགས་ཆེ་མེད་འགྲོ་བསམ་དུ་དྲན་སོང་ཐུགས་ཆེ་ན།